ང་རང་ཚོའི་གི་ཨ་ནི་རྩ་དོན་དང་རྒྱལ་ཁབ་ཀྱི་དོན་ལ་ཨ་ནི་དེ་ལ་ཞུ་གཏུག་ལ་བཅར་ཡོད་རེད་དེ་ད་རམ་ས་ལ་ལ་ད་བོད་ཀྱི་ད་ཀ་བ་གསུམ་དེ་གཏོར་ཞིབ་མ་གནང་རོགས་གནང་ཨ་ནི་ཁྲིམས་དཔོན་གསུམ་དེ་ཡིན་གཅིག་མིན་གཉིས་ངེས་པར་དུ་ད་བསྐོ་བཞག་གནང་རོགས་གནང་ཟེར་ཨ་ནི་དེ་ལ་སྤྱི་འཐུས་རྣམ་པ་ལྷན་རྒྱས་ལ་ཨ་ནི་དེ་འདྲའི་སྐྱབས་འཇུག་ཞུ་བ་བཅར་བ་རེད་དེ་ཨ་ནི་ཁོང་ཚོའི་གི་འདི་ཚོགས་གཙོ་དེ་གི་ཕྱག་ལ་ཡོད་རེད་ཟེར་གྱི་འདུག་ད་ངོ་ཚོགས་གཙོ་དེ་པད་ཚབ་ཆེན་ཙམ་ན་ཞེ་བོ་ཅིག་འདུག་ཁོ་རང་ཚོ་པད་དེ་ཁོ་རང་རྒྱ་མིའི་ཕོ་སད་རྒྱ་མིའི་གི་ད་སོ་བ། འདི་འདྲའི་ཅིག་འདུག་ཟེར་ཁོ་རང་ཚོ་གྲོས་ཚོགས་ནང་ལ་རྙོག་རིང་བྱས་རྗེས་ཉི་མ་གསུམ་ཙམ་གྱིས་ཁོ་རང་ཚོ་ཚོགས་རིང་པད་དེ་ཁོ་རང་གཅིག་གིས་གཅིག་ལ་རྙོག་དྲ་བཤད་ནས་ཁོ་རང་ཚོ་གི་འོ་དེ་དོན་དག་ལ་ཡ་ཉི་མ་གསུམ་ཙམ་གྱིས་འོ་དེ་རང་བྱས་ནས་རྩོད་པ་ཐུགས་རྗེ་དད་སོང་སྨོན་ལམ་མཐར་ཕྱིན་ཟེར་མཁན་དེ་ཁྲིམས་དང་སྒྲིག་གཞི་གང་ཡང་མེད་བའི་ཐོག་ནས་ཅིག་ག་རེ་བཟོ་གི་རེད། གུས་ཞབས་གང་ཡང་མེད་པའི་ཐོག་ནས་འབག་ཆོག་སྐད་འབོར་ལ་ལག་པ་བརྡབ་ཆེད་ཁོ་རང་ཚོ་རྙོག་གླེང་རང་འཐབ་ཀྱི་གྲས་སུ་ང་ཚོའི་མི་མང་ཚོ་ནི་དེ་ལ་རྦད་ཆར་བའི་ནང་ལ་རྦད་དེ་ཁོ་རང་གོ་ལ་སྡུག་ལོག་ཚང་མ་རློམ་པ་ཆགས། མི་རྦད་རྒན་རྒོན་མང་ཆེ་ཆེ་ནད་པ་ཆགས་འཁྱམ་པ་དང་ཚ་བ་དང་འདྲ་མིན་སྣ་ཚོགས་ན་བཟའ་སྣ་ཚོགས་ན་བཞིན་གྲོགས་གོ་ཞེས་དེ་འདྲས་བྱས་སོང། ཨ་ན་སྐབས་རེ་ནི་པདྨ་ཉི་མ་གི་ཤར་ཕྱིན་ཉི་མའི་དཀྱིལ་ལ་ཡང་པད་ཟླའི་གོ་རང་པད་མ་བསིལ་བའི་དཀའ་ངལ་བྱུང་སོང། དེ་འདྲའི་བྱེད་གནས་ལས་དམ་དུས་དང་ཁོ་ཚོས་ཀྱི་དེ་གྲོས་ཚོགས་སྤྱི་འཐུས་ཁ་ཤས་ཅིག་གིས་བསམ་ཤེས་ཆུ་ནས་མེད་པའི་ཐོག་ནས་དམ་དུས་ལ་ང་ཚོ་ལ་ཡང་དེ་འདྲའི་བསམ་ཤེས་བྱེད་ཀྱི་མི་འདུག་ཁ་ནས་གསུང་ཡ་ལ་ཁོ་ཚོས་ཀྱི་རྒད་པོ་རྒད་མོ། བོད་དུ་ཁོ་རང་ཨམ་ཅོག་གི་ཉན་ཐུབ་ཡ་མ་ཤེས་མིག་ལྟ་ཡ་ནི་མི་འདུག་རྒན་མགོ་ཟེར་དེ་དེ་ཁོ་རང་ང་ཚོ་ལ་ཡ་སྨད་བཅོས་འདྲ་མ་འདྲ་འདྲ་མིན་སྣ་ཚོགས་བྱེད་ཀྱི་འདུག་དེ་འདྲ་ཡིན་ན་རྒད་པོ་རྒད་མོ་ཡིན་ན་ཁོ་ཚོས་ཀྱི་བྱམས་སྙིང་རྗེ་བྱས་ནས་བསམ་ཤེས་གནང་དགོས་རུང་དེ་འདྲ་ནི་རྩ་བ་རང་ནས་གནང་གི་མི་འདུག་བོད་དང་ང་ཚོ་དེ་ལ་དཀའ་ངལ་བས་འཕྲད་དང་མ་འཕྲད་ཀྱི་བྱས་ནས་དེ་བསྡད་ཡོད་འོང་ཨ་ནི་ཁོ་ཚོས་བསམ་ཤེས་རྩ་བ་རང་ནས་བྱེད་ཀྱི་མི་འདུག་པས། བོད་པ་འདི་ཡིན་གཟིགས་བར་ནང་པ་སངས་རྒྱས་པ་ཡིན་གཟིགས་བར་དེ་བྱེད་སྟངས་དེ་ཚོ་ནི་བོད་པའི་རྒྱ་མིའི་ལས་གཏུགས་ཚུལ་གྱི་དེ་འདྲའི་བྱ་ལས་གནང་ཕྱོགས་དེ་ཚོ་རྒྱ་མིའི་ལས་གཏུགས་ཚུལ་གྱི་གནང་གི་འདུག་ཨོ་དེ། སྤྱི་འཐུས་ཚོགས་གཙོ་དེ་རྩ་བ་རང་ནས་ཡག་པོ་མི་འདུག་མི་རྦད་དུ་ཁོ་རང་སྤྱི་འཐུས་ཚོགས་གཙོ་དེ་མི་ཡ་མེད་རྫབ་ཆེན་ཞི་བོ་ཞིག་འདུག་བསམ་ཤེས་མེད་སྐྱོ་མི་རྒས་པོ་རྒད་མོ་ལ་ཡ་བྱམས་སྙིང་རྗེ་མེད་བ་དཔེ་དེ་ཁོ་རང་སྡུག་ཅག་ཞི་བོ་ཡི་འདུག་ཁོ་ང་ཚོ་གི་དེ་གཞི་རིམ་མི་མང་གི་དེ་ལ་ཕེ་རོག་གནང་སི་པེ་ཚོགས་གཙོ་ཚོགས་གཞོན་ཨ་ནེ་ཚེ་བརྟན་ཕུན་ཚོགས་ལ་པེ་མ་སི་པེ་གི་བཀའ་མོལ་གནང་དོ་གནང་ཆོག་མཁས་བ་མི་ཡག་པོ་ཞི་བོ་ཞིག་འདུག་ཡོན་ཏན་ཡིན་བ་ཁོ་ཚོ་གི་རབ་དང་རིམ་པ་དེ་ལ་ཕེ་རོག་གནང་སི་ང་ཚོའི་མི་མང་ལ་ཡང་ལྟ་སི་སི་ཏོ་ལ་ཕེ་རོག་གནང།

ཨ་མ་ལགས་དེ་འདྲའི་མང་པོ་ཕེབས་འདུག་སྔོན་མ་སྤྱི་འཐུས་གནང་མྱོང་མ་བའི་སྐུ་ན་བགྲེས་པོ་མང་པོ་ཕེབས་འདུག་དེ་ནི་ང་ཚོ་གི་དེ་རྒྱ་གར་བལ་ཡུལ་དྲུག་པའི་མི་མང་པོ་ཕེབས་ཤག་པའི་རྒྱལ་ཁབ་ཉི་ཤུ་རྩ་དྲུག་གི་མི་ཕེབས་འདུག་དེ་བས་ཁོ་ཚོས་ང་ཚོ་ལ་བསམ་ཤེས་གསར་བ་གནང་ནས་ད་བར་ནི་བསམ་ཤེས་བྱས་མ་སོང་སྤྱི་འཐུས་ཉི་ཤུ་གཅིག་ང་རང་ཚོ་གཟིགས་རྟོག་གནང་སྐབས་ལ་ཐེངས་མ་གཉིས་སུ་ཕེབས་སོང་དབུས་གཙང་གི་སྤྱི་འཐུས་བཅུ་དང་ཨ་ནི་མདོ་སྨད་ཀྱི་སྤྱི་འཐུས་བཅུ། ཁོ་ཚོ་སྲིད་སྐྱོང་ནང་ཁ་ཐེངས་མ་གཉིས་ཙམ་ཕེབས་སོང། དེ་གླང་དམར་ག་རེ་སོགས་རེད་དེ། གླང་མགོ་དམར་བོ་ནི་དེ་ཚོ་ནི་དེའི་གྲངས་དེ་ནི་རྩ་བ་རང་ནས་ཕེབས་མ་སོང་ང་ཚོའི་གི་དེ་ལ་མི་མང་གཞི་རིམ་མི་མང་གི་དེ་ཚོགས་པ་ང་ཚོ་མྱངས་ཀྱི་བསྡད་ཡོད་རེད། ཁོ་ཚོ་ཕེབས་མ་སོང། ཨོ་དེ་ཞུ་འདོད་བྱུང། བློ་ཕམ་ཐོག་ནས་ཞུ་འདོད་བྱུང། པད་མ་སེར་བས་ང་ཚོ་དེ། པད། འགྲོ་སོང་ཆེན་པོ་འདི་འདྲའི་ཞིག་བཏང་ནས། བསྡད་ཡོད་རེད་དེ། དེ་ཚོ་བསམ་ཤེས་བྱས་མ་སོང། དམ་ཉམས། དམ་ཉམས་པ་དེ་འདྲས། དེ་ཚོ་དམ་ཉམས་དེ་ཚོ་པད་མ་སེར་བས་ཀྱི་བསྡད་འདུག་ཅག་འདུག་པད། མི་མང་ལ་ཡང་བསམ་ཤེས་བྱེད་ཡ་མེད་ཀྱོ། ཁོང་ཚོ། ག་རེ་ཟོ་རེད་ཆོས་ཀྱི་ཐོག་ནས། དགེ་བཤེས་པའི་སློབ་དཔོན་ཞེ་བོ་ཞིག་ཡོད་རེད་ཟེར་གྱི་ཡོད་རེད་ཟེར་གྱི་འདུག་དེ་ག་ནས་དང་དེ་འདྲ་ཞིག་ཡིན་ཟེར་གྱི་འདུག་དེ་ཁོང་ཚོའི་བེད་དུ་ཁོ་རང། རྒྱ་དམར་པོ་ལས་གཏུགས་ཚུལ་གྱི་འདུག། ཁོ་ཚོའི་ངོས་ནས་ཁོ་རང་ཁོ་རང་ཚོ་རྒྱ་མིའི་ཕོག་བཟའ་མཁན་རྒྱ་མི་གི་ཅིག་འདི་འདྲ་འདི་འདྲ་རེད་ཟེར་གྱི་འདུག་དངོས་འབྲེལ་ཁོ་རང་འདི་འདྲ་ཞིག་འདྲ་བོ་འདུག་ད་དངོས་གནས་དེ་ཚོ་ལ་ཡ་བྱམས་སྙིང་རྗེ་ནི་མི་འདུག་རྒན་རྒོན་རེད་ཟེར་ཟེར་ཁ་ནས་ནི་རྒད་པོ་རྒན་མོ་རྐྱང་ཅིག་སླེབས་འདུག་ཟེར་གོ་རེད་རྒད་རྒན་པོ་རྒན་མོ་རྐྱང་མི་འདུག་ད་ཕྱེད་ཀ་ཚོ་ད་གཞོན་སྐྱེས་མང་ཐག་གཅོད་འདུག་དེ་ང་ཚོ་ལ་ཞབས་ཕྱི་ཞུ་མཁན་ཞལ་ལག་ས་ཡ་ནས་མ་ཁེངས་ཡོང་མཁན་མིན་མིན་མིན་གྱི་ཐོག་ནས་མ་ཅིག་ཉོབ་ཆ་སྐྱོན་འགའ་འགྲོ་མཁན་དེ་འདྲ་མང་པོ་འདུག། ཁ་ནས་བཞིན་པའི་རྒན་རྒོན་པའི་མིག་མཐོང་ཡ་མེད་རྒྱུ་ཨ་མཆོག་གོ་ཡ་མེད་རྒྱུ་མང་པོ་ཞིག་སླེབས་ཤག་ཚོད་འོ་རེད། མང་པོ་ཞིག་སླེབས་ཡོད་ན་དེ་ཚོ་ལ་ཡང་བྱམས་སྙིང་རྗེ་ཚོར་ནས་བསམ་ཤེས་གནང་དགོས་རེད་བ། དེ་འདྲ་གནང་གི་མི་འདུག་དེ་དམ་ཉམས་དེ་ཚོ་དེ་ལྷག་པར་དུ་དེ་ག་རེ་ཟུག་རེད་ཐོག་ཚོ་དེ་དཔེ་མ་སྲིད་པའི་མི་ཁོ་རང་བསམ་ཤེས་མེད་རྒྱུ་མི་ཁྲག་པོ། དཔེ་མ་སྲིད་པའི་དུག་ཆ་ཞིབ་པོ་ཞིག་ང་ཚོ་གི་བོད་མི་བོད་ཀྱི་མི་མང་གི་འགོ་ཁྲིད་དེ་འདྲ།